ད་ལྟའི་ཆར་ཕྱོགས་གཉིས་ཀས་ཁས་ལེན་བྱས་པ་མ་གཏོགས། མཚན་རྟགས་སྐྱོན་ཟིན་མེད་ཡིན་པ་དང། ད་དུང། དམག་མཚམས་འཇོག་གི་མཚན་རྟགས་བཀོད་ཐུབ་པར་ཡིན་ན་ཡང། དཔལ་འབྱོར་གྱི་ཤུགས་རྐྱེན་མི་ཚང་མར་ཐེབས་རྒྱུ་ཡིན་པ་དེ་ནི། ཞིང་ཁ་གདབ་རྒྱུའི་བེད་སྤྱོད་བྱེད་རྒྱུའི་ལུས་ཀྱི་རིན་གོང་དེ་ཧ་ཅང་ཡར་འཕར། དེ་ལ་བརྟེན། ཞིང་པས་ལོ་ཏོག་གི་ཐོན་རྫས་ཉུང་དུ་འགྲོ་རྒྱུ་ཡིན་པ་དང། དེ་ལ་བརྟེན་ང་ཚོས་གཟབ་རྒྱས་ཀྱི་དགོང་ཚད། ལྷན་རྒྱས་སྐམ་ས། ཐོག་མར་འཛམ་གླིང་ཤེས་རྟོགས Tibet Global Insights ལ Subscribe གནང་རྒྱུའི་རེ་བ་ཞུ་རྒྱུ་ཡིན། ངས་གནས་ཚུལ་གས་ཆ་བ་ཁག་གི་གསར་འགོད་སྙན་ཐོ་ཁ་གསལ་ལྟ་བ་ནི་པ་སངས་པར་རེ་རེ་ཕུལ་གྱི་ཡོད་པས། དེ་རིང་གི་གསར་འགོད་སྙན་ཐོ་དེ་ནི། ཨ་རི་དང་ཨི་རན་བར་གྱི་དམག་མཚམས་འཇོག་བྱུང་ཡོད་པའི་གནས་ཚུལ་ཞིག་བྷི་བྷི་སི་གསར་ཁང་ནས་སྤེལ་བས་དེའི་ཐོག་གསར་འགོད་སྙན་ཐོ་ཞུས་འདུག་པས་དེ་རིང་གི་ངའི་ལས་རིམ་དེའི་ནང་གསར་འགོད་སྙན་ཐོ་དེ་ཡིས་སྙིང་བསྡུས་ཏེ་ཁྱེད་རྣམ་པར་ཞུ་རྒྱུ་ཡིན་པས་ཚང་མས་གསན་རྒྱུ་སྤྲོ་བོ་ཡོང་བར་ཞུ། ཁ་ཚང་སྤྱི་ལོ་ཉིས་སྟོང་ཉེར་གསར་དྲུག་ཟླ་བ་དྲུག་པའི་ཚེས་བཅུ་བཞི། གཟའ་ཉི་མའི་ཉིན་དེ་ལ། ཨ་རི་དང་ཨི་རན་བར་གྱི། དམག་མཚམས་འཇོག་བྱེད་རྒྱུའི་གྲོས་མཐུན་ཞིག་གི་ཐོག་ཁས་ལེན་བྱུང་ཐུབ་ཡོད་པ་དང། དེ་ནི་ཁོ་གཉིས་བར་གྱི་དམག་འགོ་འཛུགས་བྱས་ཏེ་ཟླ་བ་གསུམ་གྱི་རྗེས་སུ་དམག་མཚམས་འཇོག་གི་གྲོས་མཐུན་དེ་ཁས་ལེན་བྱུང་ཐུབ་ཡོད་པ་དང། གནད་དོན་དེའི་ཐོག་ཁ་ཚང་གཟའ་པ་སངས་ཉིན་སྲིད་འཛིན་ཀྲང་གིས་གསུངས་བར། ང་ཚོས Strait of Hormuz འཚོགས་ལམ་དེ་སྒོ་ཕྱེ་སྟེ། མགྱོགས་པོ་དམག་མཚམས་འཇོག་གི་མཚན་རྟགས་བསྐྱོན་རྒྱུ་ཡིན་པའི་ཡིན་རབས་བཤད་ཡོད་པར། ཡིན་ན་ཡང་ས་ཐོག་དངོས་ཡོད་ཀྱི་གནས་ཚུལ་དེ་ནི། Strait of Hormuz གི་འཚོགས་ལམ་དེ་དུས་རིང་སྒོ་བརྒྱབ་སྟེ། སྒོ་ཕྱེ་རྒྱུ་དེ་ནི

ཚོགས་ལམ་དེའི་རྒྱུད་དུ། མཁར་འདེབས་པའི་རྣམ་ཕྱིར་སྟོན་བྱེད་རྒྱུ་མ་གཏོགས་བརྡ་བྱ། ཚོགས་ལམ་དེའི་རྒྱུད་མཚུངས་ལྡན་གྱི། བཅའ་ལག་འུར་འདྲེན་བྱེད་རྒྱུ་ཐོག་བསམ་བློ་གཏང་གི་མེད་ཅེས་བཤད་ཡོད་པ་དང། Strait of Hormuz གྱི་ཚོགས་ལམ་དེའི་རྒྱུད། འཛམ་གླིང་གི་སྣུམ་གྱི་ལྔ་ཆ་གཅིག། ཚོགས་ལམ་དེའི་རྒྱུད་འུར་འདྲེན་བྱེད་ཀྱི་ཡོད་པ་དང། དམག་འཁྲུག་མ་བྱུང་གོང། སྣུམ་གྱི་རིན་གོང་ནི། བའི་རོ་གཅིག་ལ་ཨ་རིག་འགྲོ་ལོར་དུས་མཇུག་ཡིན་པ་དང། དེ་ནས་དམག་འཁྲུག་བྱུང་བ་ལ་བརྟེན། སྤྱི་ཟླ་བཞི་པའི་ནང། བའི་རོ་གཅིག་ལ་ཨ་རིག་འགྲོ་ལོར་བརྒྱ་དང་ཉི་ཤུ་ཙམ་ལ་འཕར་ཏེ། ཡིན་ན་ཡང་ད་ལྟའི་ཆར་དམག་འཁྲུག་མཚམས་འཇོག་གི་གན་རྒྱའི་མཚན་རྟགས་བསྐྱོན་ཟིན་པའི་རྗེས་སུ། བའི་རོ་གཅིག་ལ་ཨ་རིག་འགྲོ་ལོར་གྱ་གཅུ་གྱ་གསུམ་ལ་མར་ལྷུང་སྟེ་གནས་ཡོད་པ་དང། གནད་དོན་དབྱེ་ཞིབ་པ་ཚོས་གསུང་སྟངས་བྱས་ན། སྣུམ་གྱི་རིན་གོང་དེ་ནི་བའི་རོལ་རེ་རེར་ཨ་རིས་ཏྲོ་ལར་གྱི་ཆུ་གྱ་ལྔ་དབྱིན་ཡུལ་ལ་ལོ་མ་རྫོགས་བར་དུ་གལ་ཏེ་དམག་འཁྲུག་ཡང་སྐྱོར་འགོ་མ་བཙུགས་ན། དེས་ཐུབ་མདོག་ཁ་པོ་རེད་ཅེས་བཤད་ཀྱི་ཡོད་པ་དང། ད་དུང་གནད་དོན་དེའི་ཐོག Florence Schmidt། ར་ཕོ་འབངས་ཡང་ན་ར་ཕོ་དངུལ་ཁང་ནང་ཕྱག་ལས་གནང་མཁན་གྱི་གནས་སྡོད་དབྱེ་ཞིབ་པ་ཁོང་གིས་གསུངས་བར། ད་ལྟའི་ཆར་ཕྱོགས་གཉིས་ཀས་ཁས་ལེན་བྱས་པ་མ་གཏོགས། མཚན་རྟགས་སྐྱོན་ཟིན་མེད་ཡིན་པ་དང། ད་དུང་ཁོ་ཚོས་ཕྱོགས་གཉིས་ཀའི་མཚན་རྟགས་བསྐྱོན་མ་ཐུབ་པ་འབྱུང་སྲིད་པ་དང། དེ་ལ་བརྟེན་སྣུམ་གྱི་རིན་གོང་འཕར་ཆག་ཆེ་ཆུང་མང་པོ་ཡོང་སྲིད་པ་ཞིག་ཡིན་པ། ད་ལྟའི་ཆར་ང་ཚོས་གནས་ཚུལ་ཤེས་ཐུབ་པ་དེ་ནི། Strait of Hormuz། ཉི་མ་དྲུག་ཅུའི་རིང་སྒོ་ཕྱེ་རྒྱུའི་གན་རྒྱ་ནང་བཀོད་ཡོད་པ་མ་གཏོགས། ཉི་མ་དྲུག་ཅུའི་རྗེས་སུ་གང་འདྲ་ཆགས་ཀྱི་ཡོད་མེད་སུ་ཡང་ཤེས་ཐུབ་ཀྱི་མེད་ཡིན་པ་རེད། བརྗོད་དུས་རྒྱུན་རིང་གི་ལྷིང་འཇགས་དང་དམག་མཚམས་འཇོག་ཡོང་རྒྱུ། གནས་སྟངས་དེ་ཤེས་ཐུབ་ཀྱི་མ་རེད་ཅེས་ཁོང་གིས་ཉེན་བརྡ་གཏོང་ཡོད་པ། དེ་ནས་སྦི་སྦི་སིའི་སྙན་ཐོའི་ནང་མུ་མཐུད་གསུངས་བར། ཁོང་ཚོ་ཕྱོགས་གཉིས་ཀྱིས་ཁས་ལེན་བྱས་པ་ནང་ལྟར། དམག་མཚམས་འཇོག་གི་མཚན་རྟགས་བཀོད་ཐུབ་པར་ཡིན་ན་ཡང། དཔལ་འབྱོར་གྱི་ཤུགས་རྐྱེན་མི་ཚང་མར་ཐེབས་རྒྱུ་ཡིན་པ་དེ་ནི། བཤད་མི་གོ་བ་ཞིག་རེད་ཅེས་ཤོད་པ། དེ་འདྲ་གང་ལ་རེད་ཟེར་ན། Fertilizers ཡང་ན་ལུད་རྫས། ཞིང་རྒྱ་བརྡབ་རྒྱུའི་ཆེད་ལུད་བླུགས་རྒྱུ་དེ་ཡིས། དོ་སྣུམ་དང་རླངས་རྫས Gas ལ་འབྲེལ་བ་ཤུགས་ཆེན་ཡོད་པ་དང། བྱེད་དུས་དམག་འཁྲུག་དེ་ཡི་བརྒྱུད་རིམ་ནང། ཞིང་རྒྱ་བརྡབ་རྒྱུའི་བེད་སྤྱོད་བྱེད་རྒྱུའི་ལུད་ཀྱི་རིན་གོང་དེ། ཧ་ཅང་ཡར་འཕར་ཡོད་པ་དང། འཛམ་གླིང་ནང་གི་ལུད་ཉོ་ཚོང་བྱེད་པའི་བརྒྱ་ཆ་སུམ་ཅུ་ཙམ་ཡང་ན། གསུམ་ཆ་གཅིག་ཙམ Strait of Hormuz ཚོང་ལམ་དེའི་ཁུལ་འོར་འདྲེན་བྱེད་ཀྱི་ཡོད་པ་དང། ད་ལྟའི་ཆར་དམག་འཁྲུག་མཚམས་འཇོག་བྱུང་སྟེ་གལ་ཏེ Strait of Hormuz ཁུལ་ཚོང་ཟོག་འོར་འདྲེན་བྱེད་རྒྱུ་སྔར་དང་འདྲ་མཚུངས་བྱུང་བ་ཡིན་ན་ཡང་ལུད་དེ་དག་མགྱོགས་པོ་དེ་འདྲ་ཞིག་འོར་འདྲེན་བྱེད་ཐུབ་རྒྱུ་ཁག་པོ་ཆགས་ཀྱི་ཡོད་པ་དང། འཛམ་གླིང་ཕྱོགས་མང་པོ་ཞིག་ལ་ད་ལྟའི་ཆར་ཞིང་ལས་འདེབས་འཛུགས་བྱེད་རྒྱུའི་དུས་ཚོད་ཡག་ཤོས་དེ་ནི་ཕྱིན་ཟིན་པའི་གནས་སྟངས་ཤིག་ཆགས་ཀྱི་ཡོད་པ་དང། དེ་ལ་བརྟེན་ཞིང་པས་ལོ་ཏོག་གི་ཐོན་ཚད་ཉུང་དུ་འགྲོ་རྒྱུ་ཡིན་པ་དང། དེ་ལ་བརྟེན་ང་ཚོས་གཟབ་རྒྱས་ཀྱི་དགོང་ཚད་མཐོ་རུ་འགྲོ་རྒྱུ་ཡིན་པ་རེད་ཅེས་ཤོད་པ། མདོར་ན། ད་ལྟའི་ཆར་དམག་མཚམས་བྱུང་ཐུབ་པར་ཡིན་པ་ཡིན་ན་ཡང། ང་ཚོས་རྡོ་སྣུམ་གྱི་དགོང་ཚད་ཆེན་པོ་དང་གཟབ་རྒྱས་ཀྱི་དགོང་ཚད་མཐོ་བོ་རྣམས་ཀྱིས། དཀའ་ངལ་དེ་དག་ལས་གྲོལ་རྒྱུ་དེ་ནི། ཟླ་བ་མང་པོ་འགོར་སྲིད་པ་དང། ད་དུང། ལོ་མཇུག་བར་འགོར་སྲིད་པའི་གནས་སྟངས་ཤིག་རེད་ཅེས་ཤོད་པས། དེ་རིང་གི། གསར་འགོད་སྙན་ཐོ་དེ་ཡི་སྙིང་བསྡུས་ད་གར་ཞུས་ཟིན་པ་ཡིན། ལས་རིམ་དེ་དེ་ནས་མཚམས་འཇོག་བྱེད་རྒྱུ་ཡིན། ང་ནི་ཧྥ་རན་སི་ནང་གནས་སྡོད་བྱེད་པའི་བོད་རིགས་ཤིག་ཡིན། ངའི་མིང་ཡོན་ཏན་སྲིད་ཀྱི་ཡོན། གལ་ཏེ་ལས་རིམ་དེ་ཡག་པོ་འདུག་དགོངས་ན། ཁ་བཏགས་བསྣུན་པ། བརྒྱུད་སྐོར་བྱེད་པ། གཞན་ཡང Subscribe གནང་རྒྱུ་མ་རྙེད་པ་གནང་རོགས་གནང། བཀའ་དྲིན་ཆེ། ལས་རིམ་ཇེ་མི་ནང་ཅིག་ཡོང།